ད། Sino Arab Trade། སཱའུ་ཏི་ཨ་རེ་པེ་ལ་ཕེ་རེས་ཚོང་འབྲེལ་བྱེད་དོ། ད་ཚོང་འབྲེལ་ནང་ནས་ཚེའུ་ཚོང་འབྲེལ་གྱི་ད་དམིགས་ཡུལ་ཆེ་ཤོས་ཅིག་ད་ད་བར་དུ་འབྲེལ་བ་ད་མ་སོང་ན་ཟབ་ཤོས་ཅིག་སཱའུ་ཏི་ཨ་རེ་པེ་ཆགས་ཏེ་ཡོད་རེད། ད་འདིའི་གི་གྲུབ་འབྲས་དེ་ཡག་པོ་རང་བྱུང་ཡོད་མ་རེད། ད་རྒྱལ་སྤྱིའི་གི་ནང་ལ་ལྟས་བ་ཡིན་ན་ཚོང་འབྲེལ་དེ་རྒྱ་ནག་གི་ཚོང་འབྲེལ་དེ་ད་བོད་མ་སི་གི་དོ་པོ་ཆེན་པོ་ཅིག་ད་ཨ་ནི་དཀའ་ངལ་ཅིག།

ད་དེ་ངས་ནི་ཐའི་ཝན་ཡུ་ཨེན་ནང་ལ་གར་ཕྱིན་རག་ཡོད་མར་རྒྱུ་མཚན་དེ་ཐུག་དེ་ཡོད་རེད་ད་ད་ལྟ་དེ་ལ་ཡ་རྒྱ་ནག་དེ་ཡུ་ཨེན་ནང་ལ་ཤུགས་ཆེ་དྲག་ནས་ཨ་ནི་ཐའི་ཝན་དེ་མགོ་འཛུལ་ས་རག་ཡོད་མ་རེད་རོ་དྲི་མ་ནུ་མས་རག་ཡོད་མ་རེད་ཡུ་ཨེན་སྲིད་ནང་ལ

རྒྱུ་མཚན་མང་པོ་ཅིག་ཆགས་བསྡད་ཡོད་རེད་དེ་ནས་རྒྱ་ནག་གིས་ཨ་ནི། ཁོ་རང་ཚོ་གི་རྒྱ་ནག་གི་དངུལ་གི་སྒང་ལ་ཨ་ནི་ཚོང་འབྲེལ་སྒང་ལ་འབྲེལ་བ་བྱེད་རེད་འདི་སྒྲུབ་ཡོད་མ་རེད། ཨ་ནི་འདི་རྒྱུ་མཚན་ཁ་ཤས་ཆགས་དགོས་ད་ཨ་རན་པི་རོ་ཁོ་རང་ཚོ་གི་དངུལ་སྒང་ལ་ཚོང་འབྲེལ་སྒང་བཟོ་ཡ་བྱེད་འདུག་གང་ལགས་འདི་སྒྲུབ་འབྲེལ་ད་ལྟ་རྒྱ་ནག་གིས་ཨ་ནི་སཱའུ་ཏི་ཨ་ར་པི་ཡ་ལ་ཚོང་འབྲེལ་འདི་བྱ་ལ་ག་ཚེ་བཙོང་དགོས་ལབ་བས་ན།

རྒྱ་ནག་གི་བཅའ་ལག་མང་པོ་ཅིག་ཉོ་གི་ཡོད་མ་རེད་ཁོང་ཚོ་གིས། གང་ཡིན་ཟེར་ན་ཁོང་ཚོའི་གི་རྒྱུ་ཆའི་གྲངས་ནི་བཅའ་ལག་ཡག་གམ་མ་གཏོགས་ཅིག Made in China དེ་ཉོ་གི་ཡོད་མ་རེད་ཁོང་རང་ཚོ་གིས། དེ་ལ་རྒྱུ་མཚན་བསྟན་ནས་ཞི་ཅིན་ཕིང་ལ་ཚོང་མང་པོ་ཅིག་གྱོང་རག་གི་ཡོད་ད། ཚོང་འབྲེལ་པར་ནར་ཆེ་ཤོས་ཅིག་རེད་དེ། ཡིན་ནས་ཁོང་ཚོ་གིས་ཁེ་ཕན་དེ་གླེང་ཐུབ་གི་ཡོད་མ་རེད་ད།

རིགས་དེ་གཅིག་གིས་ཉོ་གི་ཡོད་མ་རེད་ཁོང་ཚོ་གིས་དེ་གསལ་བོ་ཞུ་རྒྱུ་རེད། དེ་རྒྱ་ནག་ལ་གྱོང་ཆེན་པོ་ཞུ་རྒྱུ་ཆགས་ཡོད་རེད་ཚོང་འབྲེལ་ཆེ་ཤོས་ཆགས་དུས་རེད་འགྲོ་སོང་ཆེ་ཤོས་བཏང་ས་ཅིག་དངོས་གནས་བྱས་ན་དབང་བསྡུད་ཡོད་ཀྱི་ཅིག་ཆགས་ཡོད་ར་ལུང་པ་གཞན་པ་ལ་དབང་བསྡུད་དགོས་ར་ཁོང་ཚོས་ད་ལྟ་བར་དུ་ཚོང་འབྲེལ་གྱི་ཐོག་ནས་དབང་བསྡུད་དགོས་ར་དགོས་མཁོ་བཏང་ནས་ལྐོག་ས་རེད་ས་སྤྲད་ས་ལ་སྤྲད་གཏོར་ས་ལ་གཏོར་བཅོམ་ས་ལ་བཅོམ་བྱེད་ཀྱི་ཡོད་ར་ད་དེ་སའུ་ཏི་ཨ་ར་བྷི་ལ་འགྲོ་གི་ཡོད་མ་རེད། ཁོ་ཚོ་བཅའ་ལ་ཚང་མ་ཨ་རི་དང་ཡུ་རོབ་ཀན་ཁྲི་ནས་ཉོ་དགོས་རེད། ད་རྒྱ་ནག་ནས་ཉོ་ཡ་དེ་ད་རེས་འདི་ལ་ཡ་ད Drone འདི Drone སུམ་བརྒྱ་རེ་གཅིག་ཉོ་ཡ་གི་ཐག་གཅོད་བྱེད་ཡོད་རེད་དེ་མ་གཏོགས་གཅིག་གི་ནི་ཁོ་རང་ཚོ་གི་དོན་དག་མང་པོ་ཅིག་འགྲུབ་ཡོད་མ་རེད་རྒྱ་ནག་གི། འོ་དེ་འདྲ་བྱ་དེ་རེད་ཁོང་ཚོ་ལ་ཁྱད་པར་ཅི་ཡོད་མ་རེད། ཡིན་ནའི་ད་སྣུམ་གྱི་དེ་ལང་ཀ་དེ་ཤུགས་ཆེན་པོ་ཞིག་བྱ་དེ་རེད། ད་གལ་སྲིད་རྒྱ་ནག་གིས་ཨ་ནི་ཏའེ་ཝན་ལ་ཨེ་དྲེག་བྱེད་པ་ཡིན་ན་ད་ལྟའི་གནས་སྟངས་འདི་ལ་བྱེད་ཐུ་ཡ་ཡོད་མ་རེད། རྒྱུ་མཚན་ཁ་ཤས་ཆགས་ཀྱི་ཡོད་རེད། Indian Ocean ནི་འགྲོ་དགོས་པོ་རེད Saudi Arabia ནི Indian Ocean ནི་ཡ་རྒྱ་ནག་ལ་འགྲོ་དགོས་པོ་རེད། འདི་འགྲོ་ཆོག་གི་མ་རེད། ཨ་ནི་ཨ་རིག་གི་ཨ་རི་དང་བེསད་ཀི་ཨ་ནི་ཚོང་གི་ད་སྒྲིག་གཞི་མང་པོ་བྱོས་འདི་དགེ་གི་ཡོད་ད་གཞན་པ་གཅིག་དེ་སྣུམ་དེ་འགྲོ་ས་གཅིག་དེ་ཡ་ཇཱ་པན་སའུཏ་ཀོ་རི་ཡ་ནས་བྱས་ཨ་ནི་རྒྱ་ནག་ལ་ཡ་སའུ་དི་ནི་འདུག་བྱས་བྱས་འགྲུག་གོ་རོ་དེ་བི་འགྲོ་ཆོག་མ་རོ་གང་ད་དེ་ཚོ་བྲེད་ཆོག་གི་ཡོད་མ་རེད་ཨ་ནི་ཨ་རིག་ལ་དགོངས་པ་ཞུ་དགོས་རོ།

ད། མང་པོ་ཅིག་ཆགས་རེད་གནས་སྟངས་མང་པོ་ཅིག་གང་ལ་ཆགས་བསྡད་ཡོད་རེད་གནས་སྟངས་འདི་ག་ལ་བར་ད་ཐའི་ཝན་ལ་རང་བཙན་ཆེད་དུ་སྐྱོབས་ཡ་དང་འདི་ཚོ་མ་རེད། གནས་སྟངས་མང་པོ་ཆགས་བསྡད་ཡོད་རེད་ད་དེ་གནས་སྟངས་འདི་ཚང་མ་བྱེ་མ་ཇི་བཞིན་འདི་ཤེས་ཐུབ་ཡ་དེ་འདྲ་ཡོད་མ་རེད་ད་དཔེར་རིང་པོ་ཆགས་འགྲོ་རོ། འོ་འདི་འདྲ་ཅིག་རེད་རྣམ་པ་ཚོ་ཨ་ནི་རྒྱ་ནག་གི་ཚོང་འབྲེལ་འདི་ད་འཛམ་བུ་གླིང་གི་ནང་ལ་ཡག་པོ་ཞེ་དྲག་ཅིག་ཆགས་གི་མི་འདུག་འོ་འདི་འདྲ་ཅིག་ཞུ་ཡ་ཡིན་ཨ་ནི་རྐྱེན་ངན་མང་པོ་ཅིག་ད་རབ་ཏུ་རིམ་པ་བྱ་ཡས་ཀྱི་རེ་བ་ཡོད་འདི་ན་ནི་གལ་ཆེ་ཤོས་འདི་ད་རྒྱ་ནག་ལ་ཡ། ང་ཚོ་རྒྱ་ནག་ལ་ཡ། ད་ཐོབ་དགོས་ཀྱི་ཡོད་ན་མི་མང་འདི་འགྱུར་བ་ཐེག་དགོས་རྒྱ་ནག་མི་མང་འདི་ད་ཅིག་སྟོབས་སྐྱོ་ལོག་པ་ཡིན་ན་རྒྱ་ནག་འདི་འགྱུར་བ་ཐེག་རི་མ་ཏོ་གཞན་པ་དམར་ཤོག་གི་རྒྱལ་རབ་དང་དམར་ཤོག་གི་ད་དཔེ་ཆ་འདི་ད་ད་འདེད་འདི་ཡོད་རེད་དཔེ་ཆ་འདི་ཁོ་འགྱུར་བ་བཏང་ཐུབ་ཀྱི་ཡོད་མ་རེད།